ལོ་ལྔ་གི་ལས་འདོམས་སྙིང་བསྡུས་ཅིག། ཞུ་ཡས་ལ། འདི་ཁ་ཤོ་དེ་ཆུ་བོ་ཡིན། སྐུ་གདུང་ཡིག་ཚང་དང་ལྷན་ཁང་རེ་རེ་རེ་གི་ལོ་ལྔའི་ལས་བསྡོམས་སྙིང་བསྡུས་རེ་རེ་རེ་ཞལ་འོ་ཕྱོགས་རེ་ཕྱོགས། ད་ལྟ་བར་དུ་ང་ཚོའི་ཆབ་སྲིད་དང། སྤྱི་ཚོགས་བདེ་དོན་དང་འཛིན་སྐྱོང་གི་ལས་དོན་གང་སྒྲུབ་པ་དེ་གའི་ཚང་མ་ལོ་བརྒྱ་བར་མ་ཆད་ཀྱི་མཛད་པ་འཕྲིན་ལས་གཙོ་བོར་བསྟན་ནས་ཡོང་གི་འདུག་ད་ནི་ང་ཚོས་ཡིན་ནའི་རྒྱ་གར་མི་ཆེན་དགོངས་པ་གཙོ་བོ་ལ་གཞི་བཞག་ཆེད་ལོ་ལྔ་རེ་འགའ་ཞབས་ཕྱི་ཞུས། ད་ནི་བཀའ་ཤག་འདིའི་དུས་ཡུན་འདི་ཕལ་ཆེར་དུས་མེད་བཀའ་བློན་མང་ཤོས་ཆགས་བསྡད་ཡོད་རེད། ང་ཚོ་གཞི་མ་དེ་བྱུང་ཡོང་མ་རེད། དུས་ཆེན་ཚང་མ་ལ་ཧུར་ཐག་འབའ་ཐག་གནང་སོང་སུ་སོ་སོའི་ལྷན་ཁང་ལྷན་ཁང་འགན་བཞེས་ཡ་རེད་ཨ་ནི་བཀའ་ཤག་གནང་ནོ། ཞེས་བྱས། སུ་ཞུ།
ང་ཚོ་སྟེ། བོད་ནས་ཚུར་བོད་ནས་ད་རྒྱ་གར་ལ་ཡར་ལོག་རྒྱུའི་ལུས་དེ་ཕྱིན་པ་རེད། དངོས་གནས་གཅིག་བོད་རྒྱ་ཆེའི་མི་མང་གིས་བློ་བཏགས་ས་རུ་གཅིག་ཨེ་ནི། རྒྱ་མདའ་བག་ཆགས་ནི་རྒྱ་རིགས་ཀྱི་མ་སྐུ་ཞི་བ་གཅིག་གིས་ཀྱི་བོད་ཀྱི་ཐོག་ལ་དོ་སྣང་བྱེད་མཁན་དེ་ཚོའི་གྲས་ཀྱིས་བློ་གཏད་བྱས་བསྡད་བསྡད་པ་རེད་པ་ད་ཨ་མདའ། ད་ང་ཚོས་དེ་ཚེ་ག་དག་ཚོར་བའི་ཟིན་བྱེད་བོད་ཀྱི་ཆོས་དང་རིག་གཞུང་དང་འབྲེལ་བའི་བོད་མི་རིགས་ཀྱི་བསྟི་གནས་རེད་བོ། ཆོས་དང་རིག་གཞུང་པའི་བདག་པོ་རྒྱ་ངན་གྱི་པའི་བསྟི་གནས་པའི་གྱོང་ཐག་ཆོད་ཅིག་འདུག་བསམ་ནས་ད་རྒྱ་མིས་དེ་རིང་ཐོང་དེ་སྐོར་བ་ད་ཡག་པོ་ཆགས་འདུག་ཕུལ་ཆེ། གཅིག། གཉིས། གསུམ།
ད་ད་རིང་བཀའ་ཤག་སྐབས་བཅུ་དྲུག་པའི་ལས་ཉིན་མཐའ་མ་དེ་ཆགས་ཀྱི་ཡོད་རེད་དེ་ཡིན་པས་སོང་ཙང་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཐོན་སྐྱེད་མཇལ་ཁ་ཅིག་ཞུས་པ་དང་ལྷན་དུ་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ད་འདས་པའི་ལོ་ལྔ་རི་འགར་ལ་བཀའ་ཤག་སྐབས་བཅུ་དྲུག་པའི་བཀའ་དྲུང་ཡི་དྭགས་ནས་བྱས་ནས་ལྷན་ཁང་རེ་རེ་རེ་གི་ལས་ཀ་ག་རེ་བྱས་ཡོད་མེད་ཀྱི་ལན་འདོམས་སྙིང་བསྡུས་ཅིག་ཡང་ཕུལ་ཡག་གི་གོ་སྐབས་འདུག་བྱུང་སོང་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་བཀའ་སློབ་ཕེལ་བས་དེ་ནི་ནམ་རྒྱུན་བཀའ་སློབ་ཕེབས་ཡ་དང་དང་རང་རེད་བཙན་བྱོལ་ནང་ལོག་ལ་ཡང། ང་ཚོ་བོད་པའི་སྐད་ཡིག་དང་ཆོས་དང་རིག་གཞུང། དེ་ཚོ་མི་ཉམས་རྒྱུན་འཛིན་བྱེད་ཡ་གི་ད། བོད་ནང་ཡོད་མཁན་བོད་མི་ཚོ་གས་མང་པོ་ཅིག་རེ་བ་བཅོལ་བསྡད་གི་ཡོད་དུས་བསམ་པ། ཨཱ་ནི། དེ་ཚོའི་སྐོར་ལས་ད་སྤྱི་ཡོངས་ཀྱི་བཀའ་སློབ་གནང་ཡ་དང་ཨཱ་ནི་ལས་དོན་ཡག་པོ་སྒྲུབ་པ་དེ་ཚོ་ལ་ཡ།

རྩེད་ཐང་རེ་རེ་ལ་རྒྱང་རིང་ཅན་ཕྱག་མཚན་གནང་ནས་དེ་ནས་དེ་ཕུལ་བ་བྱས་སོང་ཐུབ་དབང་སྐུ་རེ་རེ་མ་གསོལ་རེ་གནང་སོང་ཞེས་བཤད། ལས་དོན་གྱི་ཐོག་ནས་ང་ཚོ་ཚང་མ་ལོ་ལ་ད་ལོ་ལྔ་ཟེར་ཡ་དེ་དུས་ཡུན་ཐེངས་སུ་ཡོད་རེད། ཉམས་མྱོང་མ་འདྲ་མང་པོ་བྱུང་རུ་དང་སྤྱིའི་གྱི་ཐོག་ནས་བཤད་པ་ཡིན་ན་ང་ཚོ་ཐོག་མ་དམ་བཅའ་ཕུལ་ཁ་ཡག་ཡོང་པའི་སྐབས་དེར་ལ་ང་ཚོ་སྤྱི་ཚོགས་དགའ་རོགས་འཁྲུག་པོ་གྱི་གནས་སྟངས་ཅིག་ལ

ཨ་ནི་ཧ་ལམ་ད་ཅིག་སྤྱི་བཏང་བཀའ་ཤག་ནང་ལ་བུད་མེད་གསུམ་དུས་གཅིག་ལ་བྱུང་པ་དེ་ཉུང་ཉུང་ཡིན་ས་རེད་ཨ་དེའི་ནང་ནས་ད་གསུམ་ཆ་གཉིས་ཨ་ནི་བུད་མེད་བྱས་བྱས་རེད་བ་ཁོང་སྲིད་སྐྱོང་ཡག་ཕུད་པའི་དཀའ་ལས་གསུམ་ག་བུད་མེད་ཆགས་པའི་དཀའི་དུས་དེ་མ་འདྲ་བྱུང་རེད་དེ་ཡིན་ཙང་སོ་སོ་ལས་ནས་ཨ་ནི་ཉམས་ཚོ་མ་འདྲ་བཅས་དང་ཨ་ནི་ང་ཚོ་མཉམ་རུབ་ཀྱི་ནུས་པ།